གསུང་དང་དེ་ལ་ཡང་གླུ་བའི་གང་བུས་ནི། ཟ་བྱེད་ཟ་བར་མི་ཆུད་རྣམ་འབྱེད་སོགས། ཞེས་ཡི་འདོར་བསྟན་མདོར་བསྟན་པའི་དོན་རྒྱས་པར་བཤད་པའི་དབང་དུ་མཛད་ནས། གནས་བརྒྱད་དུ་མཛད་དོ་གསུང་གི་དུ་བ། ཅི་ཙམ་མཛོད་རྩ་བའི་གི་རྒྱུད་སྦྱར་ཏེ། ཟ་བྱེད་ཟག་མེད་ཀྱི་ཆོས་ལ་བཞག་ནས་དེ། ཨ་ནི་མ་བརྒྱད་བཤད་ཀྱི་ཚོད་དུ། གནས་བརྒྱད་ཀྱི་དོན་ནི་མ་བཞག་གི་ཡིན་གསུང་ཡོང་གི་དུ་བ། ད་ག་རེ་རེ་ཟེར་དུས་ག་ལ་ཡོད་དེ་ལ། ཟ་བྱེད་ཟ་བ། ཟ་བྱེད་ཟ་མེད་སྤྱིར་བསྟན་པའི། ཆ་ནི་ག་རེ་ཞེ་ས་གསུང།

གང་དུ་ཀུན་ནས་སྙིགས་མ་བ་སྣོད་ཀྱི་འཇིག་རྟེན། ཕྱག་མཆོད་དུ་བཤད་ཀྱི་ཡོད་རེད་བ། ཇི་ལྟར་ཀུན་ནས་སྙིགས་མ་བ། ཇི་ནས་ཞེས་ཟེར་ད་ང་ཚོ་སྔར་ཅི་རིགས་རྫུན་གྱིས་དྲུད་རྗེས་ད་ནི་ག་རེ་དགོངས་ཀྱི། ཅི་ནས་ཞིག་གི་བསྟུན་ནས་ཁོ་བ་ལ་ཡང་སྐྱེ་བ་བླངས་ཚུལ་གསུང་གི་ཡོད་རེད་བ། ད་དེ་ཡང་ཁོ་བ་ལ་ག་འདྲ་སུ་གོ་དགོས་ཡོད་རེད་ཟེར་བྱས་ད། ཅི་ནས་ཞིག་གི་བསྟུན་ནས་རྟེན་འབྲེལ་ཡང་ན་བཅུ་གཉིས་ཀྱི་ཐོག་ནས་འཇིག་རྟེན་ནང་ལ་དུ་ཟིན་འཁོར་དགོས་ཡོད་རེད་ཟེར་ད་དེར་བརྟེན་པའི་ཆ་ནས། འཇིག་རྟེན་བརྟེན་པའི་མཛོད་ཟེར་བའི་གནས་གསུམ་པ། དུ་བྱས།

བདག་ཇི་བདེར་སྤྱོད་པ། ཀོ། ཡུལ་གྱི་ཡུལ་ཅན་གྱི་ཡུལ་ལ་ཡང་སྤྱོད་པ་སེ་གར་བ། ཅེ་ན་ཡུལ་གྱི་ཆ་ནས་གནས་དང་པོ་བཞི་དང་འབྲུ་ཚ་སོགས་གནས་ལྔ་པ་བ་དང་འབྲུ་ཚ་སོང་བ། བདག་ཡུལ་ཅན་ཡུལ་གྱི་ཇི་བདེར་སྤྱོད་ཚུལ་གྱི་དབང་དུ་བྱས་པ་ཡིན་ན་ཇི་བདེར་སྤྱོད་པའི་དངོས་པོ་སྟོན་པ། སྟོན་པ་ལ་ཡང་གནས་དྲུག་པ་དང། འབྲས་བུ་ཡེ་ཤེས་དང་དེའི་ཡོན་ཏན་ལྟོས་མེད་དབང་དུ་མཛད་ནས་གནས་ཕྱི་མ་གཉིས།

གནས་གཉིས་པར་བཤད་དོ། འདི་དག་ཏུ་ཁང་བཟུང་གི་མིས་ཙང་སྨིན་པར་བཤད་པ་ལ་ཞེས་བའི་ཕྱིར་དེའི་རྗེས་ལ་ཡང་གནས་གསུམ་པར་སྣོད་ཀྱི་འཇིག་རྟེན་བཤད་པ་བཤད་པ་ཡིན་ནོ། ཁང་བཟུང་བསྟན་པ་དེའི་རྒྱུ་དབང་ཕྱི་ལ་བཟོད་པ་ད་གའ་བྱས་ནས། ཁང་བཟུང་ག་བ་ནས་ད་ག་འདྲེ་སྲི་ལས་པ་རི་སྲི་དུད་ག་ལ་ཡ། ལས་དང། ཉིན་མོ་པའི་དབང་གིས་ཤུན་པ་རི་སྲི་ཁར་བ། དབང་ཤུགས་ལ་བཟོད་པ། འོག་རྟ་བབས་རང་བྱུང་གི་མཚན་མ་གཅིག་པུ་སེར་ནག་ཡིན་མི་འདུག་འོག་རྡུལ་ཚོན་འབྱུང་བ་བར་བཀག་བྱས་ནས། དངོས་སུ་ལས་ལས་བྱུང་བ་བསྟན་པའི་ཕྱིར། དེའི་རྗེས་ལ་གནས་ཞེས་པ་འཆད་དོ། ལས་དེ་ཡང་ཀུན་ནས་ལྷུང་བའི་རྒྱུ། ཕྲ་རྒྱས་ཡིན་ནོ་ཞེས་བསྟན་པའི་ཕྱིར། གནས་ལྔ་པོ་དེའི་རྗེས་ལ་བསྟན་ཏོ། ད་ཕྲ་རྒྱས་དེ་དག་དེ་བར་དུ་འཁོར་བ་ལ་འཇུག་པའི་རིམ་པ་ང་ཚོ་བདེན་པ་གཞན་གྱི་རྣམ་ལ་དཔྱད་པ་དབྱེ་ན། རྒྱུ་ཀུན་འབྱུང་བདེན་པ་ལས་འབྲས་བུ་སྡུག་བསྔལ་བདེན་པ་འཇུག་ཚུལ་ཏེ། འཁོར་བ་ལ་འཇུག་པའི་རྒྱུ་འབྲས་ཚད་མ་དེ་བྱེད། ད་དེ་འདྲ་ཡིན་ན་བ་ན་འཁོར་བ་ལས་ལྡོག་ཚུལ་ག་རེ་ཡོད་བཅོས་ཐབས་ག་རེ་ཡོད་རེད་ཟེར་ན། ད་རྒྱུ་ལང་རྒྱུའི་བདེན་པ་ལས་འབྲས་བུ་འགོག་པའི་བདེན་པ། འཁོར་བ་ལྡོག་ཚུལ་བཤད་ཡས་རྒྱུར་བ་ན་ལྡོག་པའི་རིམ་པ་རྒྱུ་འབྲས་ཚད་མ་བཤད་པ་ཡིན་ན། ད་ཕྲ་ཞིག་དེ་དག་སྤོང་བྱེད་སྤོང་བྱེད་ནི་ལང་ཡིན་ནོ་ཞེས་བསྟན་པའི་ཕྱིར་དེའི་རྗེས་ལ་ཡང་བསྟན་དྲུག་པ། ཅི་ལྟར་ལང་དང་གང་ཟག་བསྟན་པ་སིཀ་རོ་བ། འོ་ན་དེ་རྒྱུ་ལང་གི་བདེན་པར་ཤེས་པར་བྱེད། དེ་རེ་སྨིས་པས་དེ་སྨིས་པས་ཀྱི་ཤེས་པ་ཞི་དྲག་ཏུ་ཕྱེ་བའི་གནས་བདུན་པ

སྐྱེ་བར་འགྱུར་བའི་ཆོས་ཉིད་དེ་དང་རིས་མཐུན་ཞིང་རང་གི་མཚན་ཉིད་འདྲ་ཡོད་ཕྱིར་འདུས་ཡོད་ཅེས་བྱ་སྟེ། མ་འོངས་པའི་སྐྱེ་ཡུལ་གྱི་དངོས་པོ་ཡོད་རུང་ད་གེ་སེར་ང་ཚོ་ཡར་གྱི་རྟགས་མ་ལ་ཁ་རེར་རྟགས་མེད་ཀྱི་འགོག་པ་ཐོབ་པའི་གཞི་ཤེས་ཡོད་འདོད་པ་ལ་དཔེར་ན། ལྷ་ས་ང་ཚོ་དེ་འདྲའི་ཅི་འགྲོ་མ་ཟད་འདིའི་སྒང་ལ་ཅི་ལྟར་དང། རྟགས་མེད་ཀྱི་འགོག་པ་ཐོབ་པའི་གཞི་ཤེས་ཡོད་འདོད་དེ་མེད་ཀྱི་འགོག་པའང་སྤངས་ན་རྟགས་འགོག་ཐོབ་པ་དེ་ཡི་ཚེ་སྐྱེ་ལ་ཟེར་གི་འདུག་ཨང།

སྤྱིར་ན་དེ་མིན་པ་དང་མཐོང་ཐོས་པ་གཉིས་ལས་ཡིན་དུས་དེ་མིན་པ་གིས། དཔེར་ན་ང་ཚོ་བསམ་གཏན་ས་དྲུག་གི་ནང་ལོགས་ལ་ཡང་ནི་ཉིས་ལྡོག་ལ་བརྟེན་ནས་ཐོག་ལྷ་མངོན་དུ་བྱས་པ་ཡིན་ན། བསམ་གཏན་ལྷ་ས་ལྷག་མ་ལྔ་ཡོད་རུང་ས་ལྷག་མ་ལྔ་ལ་བརྟེན་ནས་ཐོག་ལྷ་དེ་དག་ག་རེ་རེད། མ་འོངས་མི་སྐྱེ་ཡོད་ཀྱི་ཚུལ་གྱིས་ད་མངོན་དུ་བྱས་ཡིན་གོ། ད་མ་འོངས་མི་སྐྱེ་སྲིད་ཀྱི་མ་རེད་ཀོ། དེ་ཚུལ་ལ་ཡང་མ་འོངས་མི་སྐྱེ་ཡོད་ཀྱི་འགོག་པ་ཐོག་གི་ཡོད་རུང། ད་ལྟ་མེད་ཀྱི་འགོག་པ་ཐོག་གི་ཡོད་རུང།

བ་དེ་འདྲ་ལབ་གི་འདུག་ད་ནི་དཔེ་དེ་ལ་འདི་སྦྱར་བ་རེད། ནུ་མ་ལ་ཞིག་འོ་མ་དང་རིས་མཐུན་པས་མི་འབྱུང་བར་གཞུན་གྱི་ལུས་ལ་གནས་པའི་གནས་པ་ལའང་འོ་མ་ཞེས་བརྗོད་པ་བཞིན་ད་ང་ཚོས་བུ་མོ་ཆུང་ཆུང་ག་ལ་ཁོ་ནུ་མ་ཡོད་རུང་ཡིན་ནའི་ནུ་མ་ཟེར་དུས་ག་ལ་འོ་མ་ཞུ་ཡ་གི་དེ་ལ་ཁོ་ལ་འོ་མ་ཡོད་མ་རེད་དེ་ཡིན་ན་ཡང་ཁོས་བཞུས་ཡོད་འོ་མ་དོན་ཡང་དེ་དང་ཁོ་རིས་མཐུན་པ་ག་དེ་གི་ཅི་རུང་ཟེར་ན་ཡང་མི་འདུག་ཁོ་དེ་འདྲའི་རིས་མཐུན་པ་ཆགས་བསྡད་ཡོད་པ་ཡིན་གསུངས་ཙང།

རྐྱང་གི་སྒྲ་ནི། འདུས་མ་བྱས་ལ་དབྱེ་བ་ཡོད་པར་མ་ཟད། འདུས་བྱས་ལའང་དབྱེ་བ་ཡོད་དོ་ཞེས་བསྟན་པའི་ཕྱིར་རོ། ད་ལྟ་གི་ང་ཚོས་འདིའི་དགོངས་ལས་འདུས་མ་བྱས་ནས་གསུངས་ཡོད་དེ་ནམ་མཁའ་དེ་ནི་འགོག་པ་གཉིས་རབ་ལྷབ་ཚར་བ། འོ་ན་དུས་གཅིག་ནས་ཕྱི་ནང་ཟག་མེད་ག་རེ་བྱ་ཟེར་ན་ཟག་མེད་ལམ་གྱི་བདེན་པ་དང་འདུས་མ་བྱས་ནས་གསུངས་ཡོད་དེ་ལ་རོ། ད་འདུས་མ་བྱས་ལ་ཡང་གོ་ག་ཚད་ཡོད་རེད་ཟེར་ན་འདུས་མ་བྱས་ནས་གསུངས་ཡོད་དེ་ནམ་མཁའ་དེ་ནི་འགོག་པ་གཉིས་ཟེར་ནས་འོ་དབྱེ་བ་བཞག་པ་ན་གཞི་གཅིག་ནི། ལམ་མ་ཐོབ་པའི་འདུས་བྱས་ནང་ཟག་བཅས་སམ་ངོ་ཏི་བྱས་ན་དེ་ལྟ་བུའི་འདུས་བྱས་དེ་ལ་ཡང།

རྫས་ཐ་དད་ཡིན་གསུངས་སོ། ད་དེ་ད་སི་ཐང་བ་ཡན་ཆད་ཞེ་དྲག་མ་ཡོད་ཀྱི། རྫས་ཐ་དད་རྫས་སྐྱེས་པ་སི་དེ་ག་རེ་ལ་གོ་དགོས། རྫས་ཐ་དད་དང་རྫས་སྐྱེས་པ་སི་དེ་གྲུབ་མཐའ་གོང་མ་གི། རྫས་སྐྱེས་པ་རྫས་ཐ་དད་ཟེར་ཡ་འགྱུར་རོ། ཞེས་མི་རྟག་གཉིས་རྫས་སྐྱེས་རེད། ཀ་བུང་གཉིས་རྫས་ཐ་དད་རེད་ཟེར་ཡ་དེ་འདྲ་ལ་གོ་ཡ་དེ་དང་དེ་རེད་དང་ཡང་ན། རྫས་སྐྱེས་དང་རྫས་ཐ་དད་ཟེར་ཡ་དུ་བ་སྐྱེས་དང་དུ་བ་ཐ་དད་ལ་གོ་ཡ་རེད་ག་འདྲ་རེད།

ཝང་ཅུན་ཛེ་དང་ལྟེ་བ་མཛེས་སྐྱིད་པ་རེད། ཨ་འདི་གསུངས་ཡོད་རེད། ཡ་འདི་དང་པོ་འདི་མ་ཡིན་ལོགས་ཀྱི་དེ་ནི་ང་ཚོ་ཡིག་ཆ་གྱི་ལོགས་ཡིན་ད། དེ་ནས་མི་ལྡན་པའི་འདུས་བྱས་ནི། ཅེས་དང་འདུས་བྱས་འདི་ལ་ཡང་མཚུངས་ལྡན་གྱི་འདུས་བྱས་དང་མཚུངས་ལྡན་མ་ཡིན་པའི་འདུས་བྱས་གཉིས་ཡོད་རུང་བ་ད་མཚུངས་ལྡན་མ་ཡིན་པའི་འདུས་བྱས་ནི། གཟུགས་དང་སེམས་དང་སེམས་ལས་ཐ་དད་པའི་དངོས་པོ་འདོད་དོ། མཚུངས་ལྡན་མ་ཡིན་པའི་འདུས་བྱས། གཟུགས་དང། སེམས་དང། སེམས་གཞུང་ལས་ཐ་དད་པའི་གེགས། དངོས་པོ་ལ་འདོད་དོ། སོ་སོའི་ཀཱི་ལ་ཡ། ཇི་ལྟར་ང་ཚོའི། འདོད་ར་ན་ད་ད་ན་ག་རེ། འདོད་དུ་བས་ཀྱི་བདེན་མེད་འདུས་བྱས་སུ་དེ་ག་འདྲ་ཅིག་ལ་བཞག་གི་རེད། བདེན་མེད་འདུས་བྱས་སུ་དེ་ག་ལ་གཟུགས་གཞི་གང་ཡང་མ་ཡིན་པའི་འདུས་བྱས་སུ་སྨྲས་པ་བཞག་གི་རེད་བ། ཞེས་དེ་ཁྱབ་པ་མི་འདུག་བ། དེ་འདོད་དུ་བ། སྐད་ཆ་རེ་མ་ད་ཇེ་དྲང་མ་ཡོད་ལ་ད་ག་རང་ཁས་ལེན་གི་མི་འདུག་ཇེ་དྲང་མ་ཡོད་ཀྱི་མི་བདེན་པའི་འདུ་ཤེས་ཟེར་མཁན་དེ་གཟུགས་དང། སེམས་དང། སེམས་གཞུང་ལས་ཐ་དད་པའི་དངོས་པོ་བཞག་གི་རེད་མ་གཏོགས། སྤྱིར་ན་གཟུགས་དང་ཤེས་པ་མ་ཡིན་གྱི་དངོས་པོ་གཅིག་ལ་བཞག་གི་མི་འདུག་སྤྱིར་ན་གཟུགས་ལ་མ་ཡིན་དགོས་པ་གཅིག་བདེན་པའི་འདུ་ཤེས་དེ་ལ་གཟུགས་མ་ཡིན་དགོས་པ་གཅིག། སེམས་དང་སེམས་གཞུང་ལས་ཐ་དད་པའི་དངོས་པོ་གཅིག་ལ་བཞག་གི་རེད་ད་དཔེར་ན། ང་ཚོ། རྣམ་མཁྱེན་ཆོས་ཀྱི་རྗེ་བ་ཚད་མ་ཆོས་ཀྱི

གཟུགས་གཞི་གང་ཡང་མ་ཡིན་པའི་འདུ་ཤེས་སུ་སྨོས་པ་བཅས་ལ་བདེན་པའི་འདུ་ཤེས་ཟེར་གི་རོ། ད་དེ་འདྲ་བྱེ་བྲག་མ་ཡིན་གྱི་ཡང་ཅེ་ན་གཟུགས་དང་སེམས་དང་སེམས་བྱུང་མ་ཡིན་པའི་འདུ་ཤེས་བཅས་ལ་ཡང་བདེན་པའི་འདུ་ཤེས་ཟེར་གོ། རྣམ་དཔྱོད་ཀྱི་ཕུང་པོ་གཞན་ལས་ཐ་དད་པའི་ཕྱིར། ཕུང་པོ་ལྔ་པོ་ཐམས་ཅད་རྫས་སུ་ཡོད་པས།

གཅིག་ཏུ་སྤང་བླང་བྱ་དང་སྤང་བྱ་ཡིན་པའི་ཆ་རང་མི་ཆོད་ན། ཟག་བཅས་ཡིན་ན་སྤང་བྱ་ཡིན་པའི་ཆ་བ་ཟག་མེད་ཡིན་ན་བླང་བྱ་ཡིན་པའི་ཐ་ཀྱི་དེ་ཡིན་པའི་ཆ་བ་ངེས་པ་ཡིན་གསུངས་ཙང། དེས་དེ་ཀྱི་བླང་དོར་འབྱེད་ཡ་གི་ཆེད་དུ་ན་ནི་ཟག་བཅས་ཟག་མེད་སྙོམས་འཇུག་བྱ་བྱ་བ་རེ་མ་གཏོགས་འདུས་བྱས་འདུས་མ་བྱས་དང་ཐོགས་བཅས་ཐོགས་མེད་དང་འཇིག་ཚེ་དང་འཇིག་ལྟས་ལས་འདས་པའི་གི་ཡོད་ཀྱང་ཡིན་ནའི་མཛོད་ཀྱི་འཇུག་བྱ་བྱ་དགོངས་ཏེ་དེ་བྱ་གི་མ་རེད་ཅེ་ན་ཟག་བཅས་ཟག་པ་མི་ཆོད་ནའང། རྩ་བ་དེ་ཀ་ཏོར་ཏེ།

གཟུགས་དང་སེམས་དང་སེམས་བྱུང་གི་གནས་ག་ལ་བཏགས་པ་ཡིན་སོགས་ལ་ཁོ་བཏགས་ཡོད་རེད་རྫས་སུ་མེད་ཟེར་གི་རེད། བདུད་དང་སྐད་ཅིག་མ་རྫས་སུ་ཡོད་ཅིང། རགས་པ་དང་རྒྱུན་རྫས་སུ་མེད་པའི་ཕྱིར། ཕུང་པོའང་བཏགས་པ། ད་ལྟ་ཡོད་དང་རྫས་ཡོད་ཀྱི་ཁྱད་པར་ཤེས་ངོ། དེ་ནས་གཟུགས་ནི་རྫས་སུ་ཡོད་ལ་ཕུང་པོ

སེམས་ཀྱི་བདག་ཉིད་ཙམ་ཡིན་པའི་ཆ་ཤས་སུ་ན་གཟུགས་དེ་ཚེ་སེམས་ཀྱི་སེམས་དང་རྫས་གཅིག་པ་རེད། མི་བདེ་བའི་འདུ་ཤེས་ཀྱང་དེ་དག་ལས་གཞན་དུ་མེད་ཅིང། རྒྱུན་ཡང་རྫས་སུ་མ་གྲུབ་པའི་ཕྱིར་ཕུང་པོའང་བཏགས་ཡོད་ཉིད་དུ་འདོད་དོ། འདི་བར་དོ་ང་ཚོ་མཁའ་འགྲོའི་གསུང། ས་བྱིའི་གསུང་གི་ནང་ལོགས་ལས་ཡ། འདུས་བྱས་མདོར་བསྡུས་པའི་རབ་ཏུ་དབྱེ་བ་དེ་རེད་འདུག་ག། ཡ། འདི་ཟན་ཅིག་བཞག་ཞུ།